ཨོ། རྣམ་པ་ཚང་མ་ལོག་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་དེ་རིང་ང་ཚོ་གི། ཨ་ནི། ནས་རྗེས་དེ་ཨེ་ནི། རྒྱ་ནག་གླང་ཆེན། གིང་རིལ་ཞུ་བ་དེ་ཨེ་ནི་རྣམ་པ་ཚང་མ་ལོག་ལ་གསན་ཡོད་ཀྱི་རེད། ཨ་ནི་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོས་ཀྱི་ནས་ཁྱད་པར་ཅན་ཅིག། ཨ་ནི་རིས་གང་ལ་བཞུགས་ཡོད་རེད་ཟེར་ནས་བཞུགས་གི་འདུག་ཨ། འོ་དེའི་གནས་དེའི་ཇག་ག་འགྲོ་དེའོ་རྣམ་པ་ཚོ་མཉམ་དུ་གཟིགས་རོགས་གནང་ཟེར་ནས་ཞུ་ཡ་ཡིན། འོ་ད་ང་ཚོ་ཆུ་ཚོད་གཅིག་ལྷག་ཙམ་གྱིས་དེ་ནས་ང་ཚོ་ཨ་ནི་སོ་སོ་སྒེར་གྱི་བྷཱས་ནང་ལ་ཡོང་དགོས་འདུག་རོ། ཨ་ནི་དེའི་ས་ཆ་དེ་ད་ང་ཚོ་གནས་རི་དེ་གི་ཨ་ནི་བ་དེ་རེད། ཨ་ནི་དེ་ལ་མ་དོན་བྱས་ནས་ཨ་ནི་དེ་ལ་དེའི་མི་དེ་ཚོ་གིས་ད་ང་ཚོ་རྒྱག་པ། ཁ་རྒྱུག་འདྲ་བོ་དེ་ནི་ཁོང་ཚོ་ཙོང་ཡ་དེ་ནས་ཁྱེར་དགོས་འདུག་ཨ། འོ་དེ་ཁྱེར་ནས་བྱས་ནས་དེ་ད་ང་ཚོ་མི་རེ་ལག་པ་ཅིག་དཀྲིས་ཀྱི་འདུག་ཨ་ད་དེ་སོ་སོ་ཨམ་ཅོག་ལ་ཉན་ཡ་རེད། ད་ང་ཚོ་སྣེ་ཁྲིད་དེ་གིས་ད་འགྲེལ་བཤད་རྒྱབ་འགྲོ་དགོས་རེད་བ། འོ་དེ་སོ་སོ་ད་ནི་ཐག་རིང་པོ་ལ་དེ་ན་ཡང་དགོས་ཡ་དེ་འདི་ཁོང་ཚོ་དཀྲིས་ཀྱི་འདུག་ར། ད་དེ་ནང་དེ་ནི་ང་ཚོ་དེ་འདི་རེད་ཀར་ཟེར་བོ་རེད། དཀྲིས་ཀ་བྱེད་ས་དེ་ནི་ང་ཚོ་རི་གང་ལ་འགྲོ་དུས་གང་ལ་དཀྲིས་ཀ་བྱེད་ས་དེ་ད་དེ་མི་རེ་ལག་པ་དཀྲིས་ཀ་སྤྲད་སོང་ཨ།

འདི་བཱ་སྔོན་པོ་དེའི་ནང་ལ་འགྲོ་དགོས་འདུག་ར། ད་འདིའི་གནས་རི་འདི་དཔལ་ས་ཆ་མཐོ་པོ་བཞུགས་ཡོད་ལེགས་འདུག་ཨ། ཨ་ནི་འདི་ཡང་རི་རྩེ་བར་དུ་འགྲོ་གི་ཡོད་ས་མ་རེད་རི་ལང་ཀ་ཆེ་ཁག་བར་དུ་བར་དུ་འདི་འགྲོ་གི་ཡོད་ས་མ་རེད་བཱ་སྟེ། ཨེ་འདི་ན་ཡང་ལིབ་བྱིན་ན་འགྲོ་དགོས་རེད་ས་ཡང་དགོན་པ་རྒྱབ་ན་ཤི་མ་ཤི་འགྲོ་དགོས་རེད་ད་ནི་ལབ་གི་འདུག་ར། ད་ཆུ་ཚོགས་ཁ་ཤས་ཀྱི་གངས་ཅན་མ་ཅིག་འགྲོ་དགོས་དགོས་འདུག་ད་འདི། ད་བཱས་ཏེ་བྲོས་ས་སོང་བ་ལྟ་སྟེ། ད་དམག་ཆ་འདི་ན་མ་ཆུ་ཡོང་ས་དང་ད་རི། རི་མཐོ་པོ་དེ་ཤིང་ནགས་དཔེ་མང་པོ་འདུག་ར། ཤིང་ནགས་དཔེ་མཐུག་པོ་རེད་བཞག། ལོ་དེའི་བཱ་སྐག་སར་གྱི་སླད་སོང་ད། ད་ལང་ཀ་བྱེད་ཀ་འདྲའོ་ཅིང་ས་རེད་ད་འདི་ལ་འདི་ནས་མ་འདི་ཡང་བཱ་བཟོ་ས་མི་འདུག་ད། ཡང་འདི་ན་མ་བཱ་མེར་བཱ། ད་ཡང་དགོན་པ་རྒྱ་ནས་འགྲོ་གོ་རེ་ལེགས་འདུག་ད་དགོན་པ་རྒྱ་ནས་ག་རོག་འགྲོ་གོ་འུ་ས་རེད། གཟིགས་དང་ད་དེ་ན་དེ་རིང་ནམ་ཕྱེད་པས་ཐིབ་བསྡད་འདུག་རོ། པས་སྨུག་པ་ཁྲིད་ནས་ད། ད་སྨུག་པ་ཞུ་ཁྲིད་བ་ཡིན་ན་ཨེ་ནི་ཡང་དེ་གར་བཙལ་གོ་རེད།

ག་ལ་བཙོང་མཁན་དེ་དེའི་རྒྱགས་པ་འདུག་ཨ་དེ་ཁ་རྒྱུགས་དེ་ནས་བཙོང་མཁན་དཔེ་མང་པོ་འདུག་ར་ད་ནམ་ཤེས་ལ་བབས་པའི་ད་ག་ལ་སུབ་དེ་ནས་ཨ་ནི་བཏུང་ཡ་ཡོད་ཀྱོག་ཨ་ནི་ཟ་ཡ་ཡོད་ཀྱོག་ཚང་མ་ད་ཁོང་ཚོ་ཡི་གྲ་སྒྲིག་བྱས་ཏེ་ཤ་ད་ནམ་རྒྱུན་ད་མི་དེ་ལ་ནད་བྱས་དཔེ་མང་པོ་ཡོང་དགོ་ར་བ་འོ་དེ་ཚང་མ་ཁོང་ཚོ་གི་གྲ་སྒྲིག་དཔེ་མ་སི་བྱས་ཤ། ད་ཨིན་ཇི་དེ་ནས་མང་པོ་འདུག་དེ་གཟིགས་དང་དེ་དེ་ཡན་ཡོད་ལ་ཨིན་ཇི་མང་པོ་འདུག་ཨ། ད་འདི་ཡན་ཡོད་ལ། སྤེའུ་མང་པོ་འདུག་ཨ་སྤེའུ་དེ་ནི་མང་པོ་བྱས་ནི་ཁོ་ཚོ་གིས་འདི་ལ་ཁ་ལག་དེ་འདྲ་བྲིས་ཀྱི་འདུག་ར། ཡར་མར་འགྲོ་མཁན་དེ་ཚོ་གིས། ནད་བཅོས་འགྲོ་མཁན་དེ་ཚོ་ཁོ་ཚོ་ལ་ཁ་ལག་དེ་འདྲ་བྲིས་ཀྱི་འདུག། ཨེ་མཉམ་དུ་པར་བརྒྱབ། ག་ཤེད་ལྕགས་ལག་དེ་འདྲ་འཕྲོག་འགྲོ་གི་འདུག་ད། ད་འདྲ་རྣམས་པས་ཐིབས་དེ་ཤར་ར། ད་འདི་འདྲའི་རྣམས་ཐིབས་ན་དེ་ནི། དེ་ནས་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོས་སྐུ་བརྙན་དེ་གསལ་བོ་ར་བྱེད་ཀྱི་མ་རེད་ལེགས་འདུག་ར། དེ་ད་མི་ཚོས་མ་ཡོང་དུ་ཚང་མ་ཁ་ཤས་འགྲོ་མ་ཐུ་བ་ཅི་ནས་རྒྱབ་ལོག་ན་མ་ཁྱེད་ངོ་དུ་ཨ། ད་ག་རེ་ག་འཚམ་ཅིག་དགོན་པ་རྒྱ་ནས་ད་འདི་ན་ད་ལང་ཀ་ཆེ་ག་ལས་ཚར་བ་ད་འདི་ན་མ་ཡང་གྱོད་ང་ཚོ་ལིབ་ན་འགྲོ་ག་རེ་ཚར་བ་ཡང་དེ་འདྲེ་མ་ཡང་དྲེ་ག་གཏོར་གོ་འདུག་ག་ག་ག་ག།

ཨོ། ད་སླེབས་སླེབས་སོང་བདེ་སྒོ་ཕྱེས་ནས་ད་ནང་ལོ་ཚང་མ། ད་འདི་སླེབས་པའི་ཡ་ཡི་ཆེན་པོ་འདུག་ར་བ་སྤྱི་བཏང་གིས་ང་ཚོ་མི་བཅུ་བཅོ་ལྔ་ཤོང་ཡ་ཞུ་ར་ད་འདི་ལ་དཔེ་ལྔ་བཅུ་དྲུག་ཅུ་ལྷག་ཤོང་དགོས་ཟེར་ར་མི་དཔེ་ཆེན་པོ་འདུག་ར་ཡང་ཆུང་ཆུང་འབི་ཡ་འདུག་ད་ང་ཚོ་འདི་དཔེ་མ་སི་ཆེན་པོ་འདུག་ད་འདི་ན་གང་རག་གང་བསམ་གྱིས་ཡང་འགྲོ་དགོས་འདུག་ད།

ད་ང་ཚོ་ཕྱི་ལོག་ལ་ཐོན་ས་ཡིན་ད་ད་དེ་ནི་མ་དེས་ཡང་གོམ་པ་བརྒྱབ་ནས་ཕྱི་ལོག་འགྲོ་གོ་ཏོ།

ད་རྣམ་ཤེས་ཡག་རུ་ཡག་རུ་འགྲོ་སོང། ཞེས་དང་ད་ཉི་མ་ཤར་འདིར་བ། ད་དགའ་བ་ཕྱི་ན་བཟའ་ཡ་བཏུང་ཡ་དེ་དང་བལ་བུ་ཞུ་འདུག་ལང་ཀ་འདུག་པ་ལ་གཅིག་སེམས་ཁྲལ་མི་འདུག་ད་སོ་སོ་བེ་ཤ་ཡོད་ན། ད་རྣམ་ཤེས་ཡག་པོ་ཞུ་ཆགས་སུ་གདའ། ད་ང་ཚོ་ཁ་ལག་ཟ་ས་ཞིག་ལ་ལས་སྟེ་ཉིན་གུང་ཁ་ལག་ཟ་ས་ཞིག་ལ། ངོ་ད། ད་ལས་རོ་ཡོད་རེད་ཟིག་འདུག་ར་དེ་སྒེར་གྱི་འདུག་ཨ། དེ་རྒྱལ་སྒོ་དེ་བཙུགས་ན་དེ་ཕལ་ཆེར་ལེགས་རེད་ཟེར་གྱི་འདུག། ད་དེ་ལ་དེ་ལག་པ་འདྲ་བོ་ཅིག་དེ་ག་ལ་ན་བ་ཏྲ་ནེ་མེད་ཅིག་འདུག་ཨོ་དེ་རེ་རེ་ནེམ་འདུག་ཙམ་པོ་ལ་མི། ཐོག་ཁ་ལ་ག་ཚད་འགྲོ་ཡོད་མེད་ཚང་མ་དེ་ག་ལ་གྲངས་ཀ་ཧ་གོག་རེད་ཟེར། མི་འགྲོ་མཁན་ཚང་མ་གིས་དེ་ལ་ནེམ་ཅིག་འགྲོ་གི་འདུག་ཨ་ཙི་གུ་རེ་རེ་ནེམ་ཅིག་འགྲོ་གི་འདུག།

ད་རུང་འབུ་ལུག་འདྲེ་མང་པོ་ཞིག་རེད། ད་འདི་ལ་དྲིལ་བུ་ཆེན་པོ་ཞིག་འདུག་བ་ལ་དེ་དྲིལ་བུ་ཆེན་པོ་དེ་ལ་མི་ཚང་མ་གི་རོ་ཨ་ནི་གསུམ་གསུམ་འདུག་ནས་ནི་ཀོ་ར་ཅིག་བརྒྱབ་ནས་གྲོལ་གི་འདུག། ནད་རིགས་དེའི་མིང་ལ་ཡང་རྒྱ་ནག་ལྷག་ཆེན་འགྱིང་རིགས་ཟེར་ནས་ཞུ་གི་འདུག་རོ་ཨ་ནི་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་གི་སྐུ་བརྙན་ཨ་ནི་ཆེན་པོ་དེ་ནི་གླང་པོ་ཆེ་མཆེ་བ་དྲུག་གི་སྒང་ལ་བཞུགས་ཡོད་རེད་ཟེར་ནས། ཞུ་གི་འདུག་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཉེ་བའི་ཧྲལ་བཅས་བརྒྱད། འཇམ་དབྱངས་ཕྱག་ན་རྡོ་རྗེ་སྤྱན་རས་གཟིགས་ས་ཡི་སྙིང་པོ་སྒྲིབ་པ་རྣམ་པར་སེལ། ནམ་མཁའི་སྙིང་པོ་བྱམས་པ་ཀུན་ཏུ་བཟང་ཟེར་ནས་ཀུན་ཏུ་བཟང་པོ་སྟེ། ཨ་ནི་ཉེ་བའི་ཧྲལ་བཅས་བརྒྱད་ཀྱི་ནང་ལ་ཨ་ནི་གཅིག་རེད་ཟེར་ནས་ཞུ་གི་འདུག་ར། འཇམ་དབྱངས་ཤེས་རབ་ཀྱི་ལྷ། སྤྱན་རས་གཟིགས་སྙིང་རྗེའི་ལྷ། ཕྱག་ན་རྡོ་རྗེ་སྟེ། ཨ་ནི་ནུས་པ་དང་མཐུ་སྟོབས་ཀྱི་ལྷ། དག་སྣང་ཅན་གྱི་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་དེ་ཨ་ནི་སྨོན་ལམ་གྱི་རྒྱལ་པོ། སྨོན་ལམ་གྱི་མཆོག་ཏུ་གྱུར་བ་ཡིན་ཟེར་ནས་ཞུ་གི་འདུག་ད་རྣམ་པ་ཚང་མ་ལོག་གིས་ཨ་ནི་སྨོན་ལམ་ཡག་པོ་རྒྱག་རོགས་གནང་ཟེར་ནས་ཞུ་ཡ་ཡིན་ཨི་ང་ཚོ་ཡང་སྲིད་ཡང་སྲིད་དེ་ལ་སླེབས་ཐུག་མ་རེད་པ། ཨ་ནི་ང་ཚོ་དེ་རིང་མཇལ་བ་དེ་དངོས་གནས་སྐལ་བ་བཟང་པོ་བྱུང་བསམ་ནས་ཨ་ནི་ཚང་མས་ཀྱིས་སྨོན་ལམ་ཡག་པོ་སྐྱོན་རོགས་གནང་ཟེར་ནས་ཞུ་ཡ་ཡིན།

ད་འདི་ནང་ལ་ད་ནི་འདུ་ཁང་གི་གཙོ་བོ་དཀྱིལ་མ་དེ་ལ་ནི་སངས་རྒྱས་བཅོམ་ལྡན་འདས་བཞུགས་ཀྱི་འདུག་ར་ད་འདི་རྒྱ་ནག་གི་ལུགས་ཀྱི་དེ་ནི་སངས་རྒྱས་བཅོམ་ལྡན་འདས་རེད་ཤག་ང་རང་ཚོའི་བོད་པའི་ལུགས་ཀྱི་སངས་རྒྱས་བཅོམ་ལྡན་འདས་དང་འདི་བཞུགས་སྟངས་དང་པས་དེས་མ་འདྲ་བ་རེད་ཤག་རེད་མ།

ཨེ་ཡ་ཡོན་ལ་ཨེ་མེ་མདོག་གི་ཕྱུ་པ་དཔེ་ཡག་པོ་ཕུལ་གནང་གི་འདུག། བདག་ཉིད་དགོངས་དུ་གཞོལ་བ་འདི་སྟེ། གཙོ་བོ་སྟོན་པ་ཤཱཀྱའི་ཐུགས་ཀར་བཞག།

དེ་རྗེས་ག་དྲ་ཡིན་ས། ད་རྣམ་པ་ཚོ་གཟིགས་དང་རོགས་དེ་རྣམ་ཤེས་ག་འདྲའི་ཡག་པོ་འདུག་རེད་གཙང་མ། འོ་ནི་དྲ་ནི་ད་ཁོང་ཚོས་ལ་ཡ་ཅི་ན་ད་ལོ་གཉིས་ཀྱི་ཨ་ནི་རྗེས་ལ་ཐེངས་མ་གཉིས་དེ་འདྲའི་གཙང་མ་དེ་ནི་ཆགས་སོང་ལབ་ཀྱི་འདུག་རོགས་ད་དེ་ཡིད་མ་ཆེས་འདྲ་བ་ཅིག་རེད་ཤ་ད་ཡིན་ན་ཁོང་ཚོས་ལ་ཡ་དེ་ནི་ལབ་ཀྱི་འདུག་པས་ནམ་ཅེས་ག་ཟེར་ན་རིགས་མཐོ་པོ་ཞུ་བོ་རེད། ཨ་ནི་དེ་ཡིན་ཙམ་པ་ལ་ག་དུས་ན་དཔེ་སྤྲིན་པ་འཁྲིབས་དེ་ནི་ནམ་སྨུག་པ་འཐིབས་བསྡད་ཀྱི་རེད། ད་ང་ཚོ་དེ་མཆོད་མེ་དེ་ནང་ལོགས་ལ་ཕུད་བཅུག་མི་འདུག་ར་བ། ཨ་ནི་ད་ནྲ་འདུ་ཁང་གི་ད་ཕྱི་ལོགས་ལ་བ་རེད། སྟོན་པའི་སྐུ་བརྙན་གྱི་གཡས་གཡོན་ཚང་མ་ལ་ཨ་ནི་མཆོད་མེ་ཕུད་ཡ་དེ་ནི་འདུག་འོན་དེ་ད་ནྲ་དེ་རིང་ཕུད་ཡ་ཡོད་མ་རེད་ལ་གི་འདུག་ར། ཨེ་འདི་ལ་དུས་ཚོད་ཅིག་ཡོད་རེད་ས་ཁོ་རང་ཚོ་གི། འོ་འདུག་བྱས་མ་ལ་ང་ཚོ་གི་ད་མཆོད་མེ་ཉོས་ཤོག་གི་ཚང་མ་འདི་ལ་བཞག་ཡ་རེད་འདུག། དེ་ལ་བཞག་ནས་ཁོ་རང་ཚོས་དུས་ཚོད་ཀྱིས་དེ་ལ་ཁོ་རང་ཚོས་ཚང་མ་ནི་འབངས་བྱས་ནས་འདུག་ཕོད་ཀྱི་རེད་ཟེར་གྱི་འདུག་ད་རྣམ་པ་ཚོ་མོ་དང་སྨོན་ལམ་ཡག་པོ་བརྒྱབ་རོགས་གནང།

གཅིག་ལ་མི་གཅིག་ལ་དེ་ནི། ཨ་ནི་རི་འདི་གང་ལ་འོད་འཕྲོས་ངེས་ཅིག་བྱས་རེ་ས། ཨ་ནི་བྱས་ལ་འདུག་རྟ་ཁ་ཡོངས་དུ་ཙམ་པ་ལ་ཨ་ནི། བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ། ཨ་ནི་འདི་གང་ལ་ཨ་ནི་སྒོམ་བརྒྱབ་ནས་བཞུགས་ངེས་ཅིག་ཨ་ནི་བྱས་རེ་ལེགས་འདུག། ཨ་ནི་དེ་ཡིན་སོང་ཙང་རྟ་འདི་བྱས་ལ། ཨ་ནི་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོས་ཀྱི་སྐུ་བརྙན་ཆེན་པོ་དེ་ཨ་ནི་འདི་གང་ལ་འདུག་བྱས་ནས་བཞེངས་རེ་ཟེར་ནས་བཞུགས་འདུག།

ད་ཅིག་ཡག་པོ་འདུག་བསམ་པ་ཡིན་ན་ཨིན་སོ་སོ་ངོ་བཞིན་པ་དང་ཨིན་ཡང་སོ་སོ་གྲོགས་པོ་གྲོགས་མོ་བཅས་ཨིན་ཕར་ཚུར་ལ་ཨིན་ཁུར་རོགས་གནང་ཟེར་ནས་བརྗོད་ཨིན་མིག་སེར་གྱིས་ད་ཨིན Subscribe བྱས་ཏེ་ཨིན་མ་བརྗེད་པ་གནང་རོགས་གནང་གང་ཡིན་ཟེར་ན་དེ་བྱས་བ་ཡིན་ན་སོ་སོ་ལ་ཉིན་ཐུང་འདི་ཁ་བཏུག་གཟིགས་ཐུག་གི་རེད་བ་གཞན་ཡང་བྱམས་པ་བརྒྱུད་ནས་མ་གཏོགས་ཡང་ཁ་བཏུག་གཟིགས་ཐུག་མ་རེད་འོ་དེ་འདྲ་ཅི་ཡིན་ད་རྗེས་མ་གི་ཉིན་ཐུང་དེ་ནང་ལ་ཨིན་རྒྱ་ནག་ནས་བོད་ལ་འགྲོ་སྐྱོད་ཀྱི་ཉིན་ཐུང་ཅིག་བཟོ་ཡ་ཡིན་ཨིན་ནང་པ་ཚོ་མ་ལོ་ཨིན། ལྷོད་ལྷོད་བྱས་ནས་ནི་གཟིགས་རོགས་གནང་ཟེར་ནས་ཞུ་ཡ་ཡིན་ལགས་སོ།